ནིའུ་ཡོག་དང་ནིའུ་ཇར་སིའི་མང་ཚོགས་ལ་སྤྱི་སྤྱོད་ཆེན་མོའི་བཀའ་ཆོས་དང་མཇུག་ཏུ་དྲི་བ་དྲིས་ལན་དག་གནང་ཞིང་རྒྱལ་བ་ཚེ་དཔག་མེད་ཀྱི་ཚེ་དབང་བཅས་བཀའ་དྲིན་བསྩལ་བའི་སྐབས་ཀྱི་སྙན་པ་ཚན་པ་གཅིག་རྒྱ་ཆེ་གཟིགས་མོ་རྣམས་ཀྱི་སྤྱན་ལམ་དུ་གཟིགས་འབུལ་ཞུ་ཡ་ཡིན་འདུག་འགྱེད་གཟིགས་གནང་རོགས་གནང་ཐུགས་རྗེ་ཆེ།

དེ་འདྲ་གྱི་རྣམ་དག་ལ་ཡོད་པ་ཙམ་དུ་མ་ཟད་པས་སོ་སོའི་ངོས་ནས་ཨེན་ས་ཡི་ལྷ་མཆོག་དེ་དག་ལ་ཡང་དད་གུས་དང་དེ་འདྲས་ཀྱིས་གཅོག་པ་དང། དག་ན་གཤེན་གྱི་ཚེ་ཡི་ལྷ་མཆོག་དེ་དག་ལ་ཡང་ཅིག་གསོལ་བ་བཏབ་པ་དང་དེ་ཚོ་ཅིག་སོ་སོའི་ངོས་ནས་ནུས་པས་བཏང་པ་ཡིན་ན་ནི་བའི་དངོས་གྲུབ་སྩོལ་ཡ་དང་དེ་འདྲས་ལ་ཡང་ཐོགས་པ་མེད་པ་ཅན་ཆགས་དེ་ཡོད་རེད། དེ་འདྲས་ཡིན་དུས་ད་དེ་འདྲས་ཀྱི་སླད་དུ་ཚེ་ཡི་བར་ཆད་ལ་སོགས་པ་ཞི་ཡ་དང་དེ་འདྲས་ཀྱི་ཆེད་དུ། མཚན་ལ་ཚེ་ཡི་ལྷ་མཆོག་གི་ཐོག་ནས་ཚེ་དབང་བསྐུར་ཡ་དང་དེ་དེ་འདྲས་ཡོད་པ་ཡིན་འདོད་ན་ད་རིང་དེ་ཚེ་དཔག་མེད་ཀྱི་ཐོག་ནས་ཚེ་དབང་དུ་བསྐུར་ཡ་ཆགས་བསྡད་ཡོད་རེད། ད་ང་རང་ཚོ་དེ་ངའི་འདུན་པ་ནས་ཞུས་པ་ན་གཞན་གྱི་ཚེ་རིང་པོ་ཡོང་ཡ་ལ་ཡ་གལ་ཆེ་ཤོས་གཅིག་དེ་སོ་སོའི་ངོས་ནས་ཅིག་འཕྲོད་བསྟེན་དེ་གལ་ཆེན་པོ་ཞིག་རག་ལོ། ད་འཕྲོད་བསྟེན་གལ་ཆེན་པོ་ཟེར་དུས་ཚང་མ་ལ་ཡ་ལུས་ཀྱི་འཕྲོད་བསྟེན་གཅིག་གོ་མ་རེད། ང་རང་ཚོ། ལུས་ཀྱི་ཐོག་ནས་དག། ཁ་ལག་འདི་ཚོ་ཕར་ཏག་ཏག་ཡག་པོ་ཟ་ཡ། གཟུགས་པོ་ལ་རྨ་ནད་ཡོད་པ་འདི་ཚོ་བྱེད་ཡ། དེ་བཞིན་དུ། ད་སོ་སོའི་གཟུགས་པོ་ལ་ཡ་འཕྲོད་པ་བསྟེན་ཡ་འདི་གལ་ཆེན་པོ་ཡིན་པ་ཨ་ཅང་ཅང་འདིའི་ཐོག་ལ་ཡ། སེམས་ཁམས་ཀྱི་འཕྲོད་བསྟེན་དེ་དེ་བས་གལ་ཆེན་པོ་ཆགས་བསྡད་ཡོད་རེད། སེམས་ཁམས་ཀྱི་འཕྲོད་བསྟེན་ཟེར་དུས་གཙོ་བོ་གཙོ་བོ་དེ་ང་རང་ཚོའི་སེམས་པ་དེ་བག་ཕེབས་པོ་བྱེད་ཨེ་སེམས་པ་དེ་ཞི་ཞིང་བདེ་བ་ཅིག་གི་ཐོག་ལ་གནས་ཐབས་བྱེད་ཡ་དེ་གཙོ་བོ་སེམས་ཁམས་ཀྱི་འཕྲོད་བསྟེན།

ཕྱི་ལོགས་ལ་མ་ཡིན་པ་སོ་སོའི་རྒྱུད་ལ་ཡོད་རེད། སོ་སོའི་རྒྱུད་ལ་ཡོད་པའི་ཆགས་སྡང་རྨོངས་གསུམ་གྱིས་མཚོན་པའི་བློ་ངན་པ་དེ་ཚོ་གཙོ་བོ་ཆགས་ཀྱི་ཡོད་རེད། སོ་སོའི་རྒྱུད་ལ་ཡང་ཆགས་སྡང་རྨོངས་གསུམ་གྱི་བློ་མེད་པ། ཡང་ན་ཆགས་སྡང་རྨོངས་གསུམ་གྱི་བློ་ཆུན་ཆུན་ཞིག་ཡོད་པ་ཡིན་ན། ཤུགས་ཆེན་པོ་ཞིག་མེད་པ་ཡིན་ན་ཕྱི་ལོགས་ཀྱི་རྐྱེན་གང་འདྲས་ཀྱིས་བྱུང་བ་ཡིན་ན་ཡང། སེམས་རྒྱུད་དངོས་གྲུབ་པོ་བྱས་ནས་གནས་ཐུབ་ཡ་དེ་ཁོ་ད་མཐོང་ཆོས་རེད་བ། དེ་ནས་རྒྱལ་བ་ཡེ་ཤེས་ནོར་བུ་ལྟ་བུ་མཚོན་པ་ཡིན་ན་ད་དངོས་གནས་དྲང་གནས་ཀྱི་སྐུ་ཚེ་འདིའི་རིང་འགའ་ལ་ཡང་སྐུ་ངལ་བསམ་གྱིས་མི་ཁྱབ་པ་ཅིག་བྱུང་ཡོད་རེད།

དེ་འདྲ་ཡིན་དུས་ཚངས་པ་ལ་ཡང། སེམས་པ་མ་སྐྱིད་པ་སོན་ཡིན་རྐྱེན་གསལ་གཙོ་བོ་དེ་དགྲ་ནང་དུ་འདུག་པའི་ཉིན་མོ་འདུལ་བྱེད་ནས་གསུངས་པ་ནང་བཞིན་གྱི་རྟགས་གཙོ་བོ་དངོས་གནས་དྲ་གནས་ཀྱི་སོ་སོའི་རྒྱུད་རུ་ཡོད་པའི། ཉོན་མོངས་འདི་ཆགས་ཏེ་ཡོད་རེད་ཉོན་མོངས་པ་ཟེར་དུས། ཁོང་ཁྲོ་གིས་མཚོན་པའི་ཞེ་སྡང་གིས་མཚོན་པའི་ཕྲག་དོག་གིས་མཚོན་པའི་གནོད་སེམས་ཀྱིས་མཚོན་པའི་བློ་འདི་ཚོ་ལ་ཉོན་མོངས་ཟེར་གྱི་ཡོད་རེད་དེ་ལ་ཉོན་མོངས་མིང་བཏགས་དགོས་པའི་རྒྱུ་མཚན་དེ་བློ་དེ་ལྟ་བུ་དེ་སུའི་རྒྱུད་ལ་ཡོད་པ་ཡིན་ན་ཡང། རྒྱུད་ལ་བདེན་གཉིས་དེ་མ་སྐྱིད་པར་གཟུགས་ཡོད་རེད་དེ་འདྲས་ཀྱི་ཆ་ནས་རྒྱུད་ཉོན་མོངས་པར་གཟུགས་ཡོད་ཙང་རྒྱུད་མ་སྐྱིད་པར་གཟུགས་ཡོད་ཙང་ཉོན་མོངས་སུ་ཡོད་རེད་དེ་ཡིན་དུས་སངས་རྒྱས་བཅོམ་ལྡན་འདས་རེད་དེའི་རྗེས་སུ་ཞུགས་པའི་རྒྱ་གར་གྱི་དཔེ་དྲུག་བཅུ་བདུན་དང་བོད་ཁ་བ་གངས་ཅན་གྱི་ལྗོངས་ཀྱི་རིས་སུ་མ་ཆད་པའི་སྐྱེས་བུ་དམ་པ་རི་དྭགས་ཆེན་པོ་ཧོར་ཡེ་ཡི་ནས་འདྲ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་སུ་ཞུགས་པའི་སྐྱེས་བུ་དམ་པ་རྣམ་པ་སོགས་ཀྱིས་ང་རང་ཚོ་ལ་མ་སྐྱིད་པར་གཟུགས་ཡིན་གྱི་སྐད་ཆ་གཙོ་བོ་གཙོ་བོ་དེ་སོ་སོའི་རྒྱུད་ལ་ཡོད་པའི། སྒྲ། ནང་དུ་འདུག་པའི་ཉིན་མོ། གསུངས་པས། ཉིན་མོ་བ་དེ་ཚོ་ཡིན་པར་གསུང་གི་ཡོད་རེད། འདི་འདྲས་ཡིན་དུས་བསམ་པ་ལ་ཡང། སེམས་ཀྱི། དོན་གྱིས་ཞུས་པ་དང་གཞན་གྱི་སེམས། ཞི་ཞིང་བག་ཕེབས་པ། འདི་འདྲས་ཅིག་ཡོང་པ་ལ་ཡང་སེམས་ཀྱི་འཕྲོད་བསྟེན་ཡག་པོ་ཞིག་ཡོང་པ་ལ་ཡང། ཨ་ནི་གཙོ་བོ་གཙོ་བོ་བསམ་བློ་བཏང་སྟངས། འདི་ལ་ཡང་དགོངས་པ་བཞེད་དགོས་རེད། རེད་བ། སོ་སོའི། བསམ་བློ་དེ། ད་ལྟ་བློ་ཆུང་ཚིག་རྒྱན་མ་ནང་དུ་གསུངས་པ་དང་གཞན་གྱི་སྤྱོད་ལམ་ཀུན་ཏུ་རང་རྒྱུད་ལ་རྟོག་ཅིང་ཉིན་མོ་སྐྱེས་མ་ཐག།

ཡིན་ན་ཡང་ཐོག་མ་མེད་པ་ནས་ཆགས་སྡང་རྨོངས་སེམས་ཀྱི་གཞན་དབང་དུ་སོང་བ་ཡིན་ཙང། ཨ་འདོ་ཟེར་སྣང་མེད་ཤོར་ནས་བྱ་བ་ངན་པ་ལ་ཡང་ཞུགས་འགྲོ་ཡ་བྱ་བ་ངན་པ་ཡོང་ཡ་ཞུགས་ཡ་གི་རྐྱེན་བསམ་བློའི་ནང་བློ་ངན་པ་མང་པོ་ཅིག་ཉོན་མོངས་པ་མང་པོ་ཅིག་སྐྱེས་ཀྱི་ཡོད་པ་ཡིན་དུས་ག་དུས་ཡིན་ན་ཞུ་དག་བཏང་ཡ་དེ་གལ་ཆེན་པོ་རེད་དེ་ཡིན་དུས་སྤྱོད་འཇུག་གི་ནང་ལོགས་ལ་ཡིན་ན་ཡང་ལེའུ་བཞི་པ་ལ་བག་ཡོད་ཀྱི་ལེའུ་ལེའུ་ལྔ་པ་ལ་ཤེས་བཞིན་གྱི་ལེའུ་ཟེར་བ་སོ་སོ་བག་ཡོད་བསྟེན་དགོས་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་རྗེས་འཇུག་ཤིང་རྒྱབ་བྱེད་ཀྱི་སློབ་མ་བཞིན་ང་ནང་པ་བཞིན་ངས་བྱང་ཆུབ་སེམས་དཔའི་སྡོམ་པ་ཤོད་གསང་སྔགས་ཀྱི་སྡོམ་པ་ཤོད་དགེ་བསྙེན་གྱི་སྡོམ་པ་ཤོད་པའི་ཆོས་ཉམས་ལེན་བྱེད་ངེས་ཅིག་ཡིན་ཟེར་གྱི་ཡོད་དེ་འདྲ་ཡིན་དུས་ཙམ་པ་ལ་ད་སོ་སོའི་སྤྱོད་ལམ་འདི་ངན་པ་བྱས་ནས་འགྲིག་གི་མ་རེད་བསམ་བསམ་ཅིག་དང་ངན་པ་ལ་ཞུགས་པ་ཡིན་ན། དེ་དག་གིས་སོ་སོའི་སྐྱབས་གནས་དེ་དག་གི་དགོངས་པ་དང་འགལ་བ་ཙམ་དུ་མ་ཟད་པའི་ལས་ངན་པ་བསགས། དེ་ལ་བརྟེན་ནས་རང་མ་སྐྱེས་པ། གཞན་མ་སྐྱེས་པ་བཟོ་ཡག་འདི་འདྲས་ཤིག་ཡིན་པ་ཡིན་དུས་བྱ་བ་ངན་པ་ལ་ཞུགས་ན་འགྲིག་གི་མ་རེད་བསམ་པ་དང་བྱ་བ་ངན་པ་ལ་ཞུགས་ཡག་གི་རྐྱེན་བློ་ངན་པ་དེ་ཚོ་རྒྱུད་ལ་སྐྱེས་ན་འགྲིག་གི་མ་རེད་བསམ་པའི་བག་ཡོད་བསྟེན་དགོས་རེད། བག་ཡོད་བསྟེན་པའི་རྗེས་ལ་ཡང་གལ་ཆེ་ཤོས་གཅིག་དེ་འགྲིག་གི་མ་རེད་བསམ་པ་ཙམ་གྱིས་གལ་ཆེན་པོ་རེད་ལ། ད་བྱ་བ་ངན་པ་ལ་ཞུགས་གི་ཡོད་དམ་མེད་ཀྱི་སོ་སོའི་ངོས་ནས་བྱ་ར་བྱས་ནས་བརྟག་དཔྱད་བྱེད་དགོས་རེད། རེད་བ། དེ་ཡིན་དུས་གཤེ་གཤེན་བསྟེན་དགོས་རེད་སྤྱོད་ལམ་ཀུན་ཏུ་རང་རྒྱུད་ལ་རྟོག་ཅིང་གཤེ་གཤེན་བསྟེན། བསྟན་ཏེ། དམུ་སྐྱེས་མ་ཐག་བདག་གཞན་མ་རུ་བྱེད་པ་ན་ཁོང་ཁྲོ་ལ་སོགས་པའི་བློ་ངན་པ་དེ་ཚོ་སྐྱེ་རྒྱུ་ཡོད་ན། བདག་མ་སྐྱེས་པ། བློ་ངན་པ་དེ་ཚོ་ལ་བརྟེན་ནས་དང་པོ་དེ་སོ་སོའི་སེམས་པ་མ་སྐྱེས་པ། སོ་སོ་ལ་རྒྱུ་ནོར་ལོངས་སྤྱོད་ཡོད་པ་ཡིན་ན་ཡང་ལས་ཀ་ཡག་པོ་ཡོད་པ་ཡིན་ན་ཡང་ཆ་རྐྱེན་ག་འདྲས་ཀྱི་ཡག་པོ་ཡོད་པ་ཡིན་ན་ནང་མི་འཛོམས་པོ་དང། སྤུ་གུ་བུ་ཕྲུག་གིས་མཚོན་པའི་བཟའ་ཚང་གིས་མཚོན་པའི་ག་འདྲས་ཀྱི་འཛོམས་པོ་ཡོད་པ་ཡིན་ན་ཡང་ཆ་ཚང་རྨོངས་གསུམ་གྱི་རྐྱང་རྐྱང་དབང་དུ་སོང་བསྡད་ན་དངོས་གནས་དྲ་གནས་ཀྱི་མི་ཚེ་སྐྱིད་པོ་ཅིག

དེ་ཡིན་དུས་བདག་གཞན་མ་རུང་བྱེད་པ་ནི་བཙན་ཐབས་འདོན་པའི་ལྡོག་པ་ཤོར་གསུངས་པ་ནང་བཞིན་གྱི་བློ་ངན་པ་དེ་དག་གི་སྐྱོན་མཐོང་བའི་ཐོག་ནས་ཨ་ནི་བསིལ་གདམས་གནང་ཡ་དེ་གལ་ཆེན་པོ་རོགས་དེ་ཡིན་དུས་གལ་ཆེན་པོ་དེ་སེམས་ཀྱི་རྟེན་དེ་འདྲའི་ཡོང་པ་ཡ་སེམས་པ་མ་སྐྱིད་པ་བཟོ་མཁན་གྱི་བློ་དེ་ཚོ་ངན་པ་དེ་ཚོ་སྐྱོན་མཐོང་བའི་ཐོག་ནས་གུག་གདམས་གནང་ཡ་དེ་གནད་འགག་ཆེན་པོ་ཅིག་ཆགས་བསྡད་ཡོད་རེད་དེ་འདྲའི་ཡིན་དུས་ང་ཚོ་སེམས་ཀྱི་འཕྲོད་པའི་ད་རིང་ཁ་སང་འཕྲོད་བསྟེན་གྱི་ཐོག་ནས་སྐད་ཆ་བཤད་པ་ཡིན་ན་སེམས་ཀྱི་འཕྲོད་བསྟེན། ཆོས་ཕྱོགས་ནས་ཤོད་པ་ཡིན་ན་སེམས་འདུལ་ཡག་ས་ཞིག་ཡོད་རེད། དེ་ཚོ་དངོས་གནས་དྲ་གནས་ཀྱི་ཆོས་དང་འཇིག་རྟེན་འཕྲོད་བསྟེན་གང་གི་ཆ་ནས་གནད་འགག་ཆེན་པོ་རེད། ད་རིང་ཁ་སང་འཕྲོད་བསྟེན་གྱི་ཆ་ནས། སྨན་བཅོས་ཀྱི་ཆ་ནས། ཨ་རེ་པས་སྤྱི་ཡོངས་ཀྱི་སེམས་ཁམས་ཀྱི་རིག་པའི་ཐོག་ནས་བཤད་པ་ཡིན་ན་ཡང་སེམས་པ་མ་སྐྱིབས་ན།

རེད་བ། ལུས་སེམས་གཉིས་སྦྱོར་བདེ་བ་ཡོད་པ་རེད་དེ་ལ་བརྟེན་ནས་ང་རང་ཚོ་ཚེ་རིང་པོ་གནས་ཡག་ལ་ཡང་བརྒྱ་ཆ་བརྒྱ་ཕན་གྱི་རེད་བ། རེད་བ། ཆོས་ཕྱོགས་ནས་ནམ་རྒྱུན་སུས་གཟུགས་པོ་འཚོ་ཡག་ལ་ཡང་ཟས་དེ་ལ་ཡང་ད་ང་ཚོ་ཁ་ལག་བཟའ་ཡག་གི་ཟས་དེ་ཅི་གོ་མ་རེད། རག་པའི་ཟས་དེ་ཅི་གོ་མ་རེད་སེམས་པའི་ཟས་ཟེར་ནས་གསུང་གི་ཡོད་རེད། ང་ཚོ་ཡང་གཟུགས་པོ་འཚོ་ཡག་ལ་ཡང་བསམ་བློ་བཏང་བཏང་དེ་ཡིན་པ་ཡིན་ན་ཡང་ཁ་ལག་ནང་བཞིན་བརྩི་གི་ཡོད་རེད་སེམས་པའི་ཟས་ཟེར་ནས་དེ་འདྲས་ཡིན་དུས་བསམ་པ་ལ་ཡང། ལུས་སེམས་གཉིས་ཀྱི་འཕྲོད་བསྟེན་གྱི་ཐོག་ནས་ང་རང་ཚོ་ཚེ་རིང་པོ་ཡོང་ཡ་དང་དེ་འདྲ་ཅིག་འབད་བརྩོན་བསྟེན་ན་ཡང་གལ་ཆེན་པོ་རེད། དེ་འདྲ་ཡིན་དུས་ད་ལུས་སེམས་གཉིས་ཀྱི་ཐོག་ནས་དེ་འདྲ་ཡོང་པ་ལ་ང་ཚོ་ལུས་ཀྱི་ཐོག་ནས་ད་འཕྲོད་བསྟེན་བྱེད་ཡ་དང་དེ་གས་དེ་ད་འཛམ་བུ་གླིང་གང་བ་ཡིན་ནས་གལ་ཆེན་པོ་བརྩི་གི་ཡོད་རེད་རེད་བ། ང་ཚོ་མང་པོ་ཅིག་དེ་ན་བ་ཡིན་ན་ད་ན་ཚ་བཅོས་ཡག་གི་ཆེད་དུ་བས་སྨན་ཁང་ལ་འགྲོ་ཡ་འགྲོ་སོང་བཏང་ཡ་དུས་ཚོད་བཏང་ཡ་ད་དེ་ཚོ་བས་རྒྱལ་ཁབ་ཁག་གི་གཞུང་ཡིན་ནས་འདྲ། སྒེར་པ་ཚོགས་པ་ཡིན་ནའི་འདྲ་སོ་སོ་རང་རང་གི་ངོས་ནས་གལ་ཆེན་པོ་ཞིག་གཟིགས་ཀྱི་ཡོད་རེད། ཡིན་ན་ཡང་འཛམ་བུ་གླིང་ན་ལོ་ལ་མང་ཆེ་གེ་ཅིག་སེམས་ཀྱི་འཕྲོད་བསྟེན་གྱི་ཐོག་ལ་ཡང་བལྟས་ཟེར་གྱི་ད་ལྟའི་ཆ་ལ་ཡང་རྗེས་ལུས་དེ་ཡང་ཟེར་ནའི་འདྲ་འཐུས་ཤོར་འགྲོ་བསྡད་ཀྱི་ཡོད་ལ་བ་དེ་འདྲ་ཅིག་བལྟས་ནས་ད་ད་ལྟའི་སྐབས་ལ་འཛམ་བུ་གླིང་ན་ལོ་ལ་ཡང་སེམས་ཀྱི་དཀའ་ངལ་འཕྲད་བསྡད་ཉེན།

དཔལ་ཡོན་དང། བསམ་བློ་བཏང་ཕྱོགས་དེ་ཚད་དམའ་བོ་ཅིག་གི་ཐོག་ནས་དང་དཀའ་ངལ་ཆེན་པོ་ཅིག་དེ་འདྲའི་ཅིག་གི་ཐོག་ནས་དང་འཛམ་གླིང་ནང་ལོགས་ལ་ཡང་དང་ད་རེས་ཁ་སང་ཧ་ལས་པའི་དཀའ་ངལ་ཆེན་པོ་ལྷག་པར་དུ་བའི་ཡར་རྒྱས་ཆེན་པོ་འགྲོ་བསྡད་ས་དཔལ་འབྱོར་གྱི་ཐོག་ནས་ཚན་རིག་གི་ཐོག་ནས་འཕྲུལ་ལས་ཀྱི་ཐོག་ནས་བའི་ཡར་རྒྱས་ཆེན་པོ་འགྲོ་བསྡད་སའི་ནུང་པའི་ནང་ལོགས་ལ་ཡང་སེམས་ཁམས་ཀྱི་དཀའ་ངལ་འཕྲད་ཡ་དེ་འཕྲད་ཉེན་དེ་མང་ཡོད་པའི་སྐད་ཆ་ཡོད་པ་ལྟ་སྟེ། འཛམ་གླིང་ཡོངས་གྲགས་རེད། ལྷག་པར་དུ་ཨ་རི་ལྟ་བུ་མཚོན་པ་ཡིན་ན་སེམས་ཁམས་ཀྱི་དཀའ་ངལ་འཕྲད་དེ་ཡིན་ཏེ་བརྒྱ་ཆ་མཐོ་པོ་བཤད་ཀྱི་འདུག་ཨ་རིའི་མངའ་སྡེ་ཁ་ཤས་ནང་ལོགས་ལ་ཡང་སེམས་ཁམས་ཀྱི་དཀའ་ངལ་འཕྲད་དེ་ཡིན་མི་འབོར་གྱི་བརྒྱ་ཆ་ཉི་ཤུ་གིས་སྐད་ཆ་བཤད་ཀྱི་འདུག་འདི་འདྲས་ཀྱི་དཀའ་ངལ་ཆེན་པོ་ཞིག་རེད་དེ་ལ་བརྟེན་ནས་སེམས་ཀྱི་ན་ཚ་ད་ད་རིང་ཁ་སང་མིང་འདྲ་མ་འདྲ་འདུག་བ་འདི་འདྲས་ཀྱི་ཐོག་ནས་ཧ་ལས་པ་ད་རང་རང་སོ་སོ་ལ་དཀའ་ལས་སོ་སོ་ལ་ཡ་དཔལ་འབྱོར་དང་ད་ག་ནང་བཞིན་གྱི་ཁྱིམ་ཚང་དང་ཆ་རྐྱེན་ག་ཚད་ཡོད་པ་ཡིན་ན་སེམས་ཀྱི་ན་ཚ་ཤུགས་ཆེན་པོ་ཕོག་ཚ་དུས། ད་དཀའ་ངལ་ག་ཚད་རེད་དོ། སོ་སོའི་དཀའ་ངལ་ཐོག་ལ་ཡང་ནང་མི་ལ་དཀའ་ངལ་ཞུ་དོ། དེའི་ཐོག་ལ་སྤྱི་ཚོགས་ལ་དཀའ་ངལ་འཕྲད་ཡ་ཆེ་རེད། འདི་འདྲས་ཡིན་དུས་ད་ང་ཚོ་སེམས་ཀྱི་དཀའ་ངལ་དང་དེ་སེལ་ཡ་ལ་ཡང་གལ་ཆེ་ཤོས་དེ། ད་དངོས་གནས་ཁྲ་ནས་ང་རང་ཚོ་ལ་ཡང་གོ་སྐབས་རྩ་ཆེན་པོ་ཅིག་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི།

བསམ་བློའི་ནང་ལ་ཁོང་ཁྲོ་སྐྱེས་པའི་སྐབས་ལ་བསིལ་དྭབས། འདོད་སྔགས་ལ་སོགས་པའི་སྐབས་ལ་བསིལ་དྭབས། གནོད་སེམས་ལ་སོགས་པ་སྐྱེས་པའི་སྐབས་ལ་བསིལ་དྭབས། རིག་པ་དང་ལྡན་པ། རྒྱུ་མཚན་དང་ལྡན་པ། དངོས་ཡོད་གནས་ཚུལ་དང་མཐུན་པ། ཧ་ལས་པ། འདི་འདྲ་ཞིག། གསུངས་པ་ལྟར་དེ་ཚོ་ང་ཚོར་དངོས་གནས་གོ་སྐབས་ཅིག་བརྩི་འོས་པ། དེ་ཚོར་ཀློག་པ་སློབ་གཉེར་གནང་ཡག་དང་དེ་ཚོའི་ཐོག་ལ་དགོངས་པ་བཞེས་ཡག་དང་དེ་འདྲ་ཞིག་གནང་བ་ཡིན་ན་བརྒྱ་ཆ་བརྒྱ་ཐམ་པ་ཕན་ཐོགས་ཡོང་གི་རེད། ཁ་སང་དེ་བ་ང་ཨ་རིའི་ས་ཆ་གཞན་དག་དེ་འདྲ་ལ་བཅར་བའི་སྐབས་ལ་ཡང། དེ་བ་སྤྱོད་འཇུག་གི་ཐོག་ལ་ཡང། ད་ལོ་ཁ་ཤས་ནད་ཡམས་དང་འདི་འདྲའི་སྐབས་ནས་དེ། ད་ང་རང་ཚོ་གྲྭ་པ་དང་ཨ་ནེ་མར་དང་ཅི་དང་ཅི་ཚོ་མི་མང་རང་གི་ངོས་ནས་ཚོ། ད་དྲ་ཐོག་དང་འདི་འདྲས་ནས་ཚོ་རུག་རུག་བཟོས། ད་ང་ཚོ་དེ་རིང་ང་ཚོ་འཛུམ་ཟིང་ར་བ་འདི་འདྲས་ཀྱི་ཐོག་ནས་བདུན་ཕྲག་རེ་རེ་ལ་ཡང་ཐེངས་མ་གཉིས་ཚེ་གཉིས་ཚེ་ཞེས་ཚོ་འཛོམས། འཛོམས་པའི་ཐོག་ལ་ཡང་འདིའི་ནང་ལ་ཕན་ཡན་ཁོ་ཚོ་མི་ཕལ་ཆེར་སུམ་ཅུ་སོ་གྲངས་ཞིག་མེད་རུང་མི་རེ་རེ་གི་ངོས་ནས། བཅུ་བཅུ། ཤོ་ལོ་ཀ་གཅིག་རྩེ་གཅིག་རྩེ་གཅིག་གོ་བ་བརྒྱབ་ནས་ཚང་མས་མ་གོ་བ་བརྒྱབ། ཨ་དེ་འདྲས་ཤིག་ཡང་ཕག་སུ་གུ་ཐུག་ན། དེ་འདྲས་ཅིག་རྣམས་ལོ་མང་པོ་བསྣམས་པ་ཡིན་དེ་བསྣམས་པའི་རྗེས་ལ་ད་ཧ་ལས་པའི་ཕན་ཐོགས་ཡོང་གི་འདུག་ད་ཁ་ཤས་ཤིག་ད་ད་ད་འདྲ་བོ་ད་ག་བ་མགོ་འཐོམ་བསྡད་པ་ཡིན་ན་ད་སྙེ་མ་དེ་འདྲས་ཅིག་བྱུང་ཡ་བྱུང་ན་དངོས་གནས་སྐལ་པ་བཟང་པོ་ད་ད་འདྲ་བོ་ད་དུས་ཚོད་འཕྲོ་ལག་ཆིངས་སུ་ཟེར་དེ་འདྲས་གསུང་གི་འདུག་ཁོ་རང་ཚོ་རང་གིས་གསུང་གི་འདུག་ཞེ་བོ་ཅིག་ཕན་ཐོགས་བྱུང་ན་བྱས། ངོ་མ་ད་ད་རྒན་རིན་པོ་ཆེ་ཞིག་ཡོད་ཁོང་གིས་ངོ་ཁྱིམ་པ་ཅིག་ཡང་རྒན་ཅིག།

འགལ་རྐྱེན་ནད་ལ་སོགས་པ་དག་འདི་འདྲས་ལ་བརྟེན་ནས་ཡོང་གི་ཡོད་པ་ཡིན་དུས་ནད་དེ་ཡང་འཕྲལ་གྱི་རྐྱེན་སོ་སོའི་འཕྲོད་བསྟེན་བྱེད་ཕྱོགས་མ་འགྲིག་པ་དང། རེ་བ། འཕྲལ་གྱི་རྐྱེན་དག་ཅིག་སོ་སོའི་རིགས་རྒྱུད་དང་ཁོར་ཡུག་དང་འདི་འདྲས་ལ་བརྟེན་ནས་འབྲེལ་བ་ཡོད་རེད་ཡིན་ན་ཡང། རྐྱེན། ནང་ཡང་རྐྱེན་འདི་གཅིག་གོ་མ་རེད་རང་རང་སོ་སོའི་ཡི་ལས་དང་འདི་འདྲས་ལ་འབྲེལ་བ་ཡོད་པ་རེད། འདི་འདྲས་ཡིན་དུས་བསམ་པ་ལ་ཡང་ཚེ་ཡི་བར་ཆད་ཀྱི་ནད་ལ་སོགས་པ་དང་རྐྱེན་འདི་ཚོ་ཞི་ཡ་ལ་ཡང། གཅིག་གིས་འཕྲོད་བསྟེན་བྱས་པ་དང་འདི་ཙམ་གྱིས་སྐབས་རེ་སེར་མོ་ཐོ་ཡ་འདི་འདྲ་མང་པོ་ཡོད་རེད་དེ་ཡིན་དུས་དེ་ལ་ཡང། བསོད་ནམས་དང་ལྷག་པའི་ལྷ་ཡི་བྱིན་རླབས་ལ་སོགས་པ་འདི་འདྲའི་ཅིག་ཚོགས་པ་ལ་བརྟེན་ནས་དགོས་པ་ཡིན་དུས་དེ་འདྲས་ཀྱི་ཆེད་དུ། ད་སྐྱབས་གནས་དབུ་ཆོས་གསུམ་དང་ཚེ་ཡི་ལྷ་མཆོག་ལ་སོགས་པའི་ཐུགས་རྗེ་བྱིན་རླབས་ལ་བརྟེན་ནས་དགེ་རྒན། འདི་འདྲའི་སེར་ཡག་ཅིག་ཡོད་པ་ཡིན་དུས་བསམ་པ་ལ་ཡང་དེ་འདྲས་ཀྱི་ཆེད་དུ་ད་ཚེ་དབང་དུ་བསྐུར་ཡ་དུས་ཡིན་པ་རེད་ད་ད་ལྟ་དེ་མ།

དེ་འདྲེས་པའི་མན་ངག་ཚེ་དབང་དེ་དང། མ་གཅིག་རྒྱལ་མོའི། སྒྲུབ་པའི་རྒྱལ་མོའི་ལུགས་ཀྱི་ཚེ་དཔག་མེད་ཀྱི་ཉམས་ལེན་བྱེད་ཚུལ་གྱི་ཆོས་སྐོར་ཟབ་མོ་དེ། བོད་གངས་ཅན་གྱི་ལྗོངས་ལ་བསྣམས་ཕིན་ངེས་ཏེ། རྗེ་བཙུན་མི་ལ་རས་པའི་སློབ་མ། ནམ་རྒྱུན་རྗེ་བཙུན་མི་ལ་རས་པ་ལ་ཡང་སློབ་མ་ཉི་ཟླ་རྣམ་གཉིས་བྱས་ནས་ཉི་མ་ལྟར་གྲགས་པ་དེ། ཨ་ནི། དྭགས་པོ་ལྷ་ཆེན་ཡིན་པ་རེད། དེ་ནས་ཟླ་བ་ནང་བཞིན་གྱི་སློབ་མ་དེས་རས་ཆུང་པ་རྡོ་རྗེ་བྲག་ཨ་བྱས་ཏེ་ཁོང་རྣམ་པ་གཉིས་རྗེ་བཙུན་མི་ལ་རས་བ་ལ་སློབ་མ་སྐར་ཚོགས་ནང་བཞིན་ཡོད་པའི་ནང་ནས་སློབ་མ་གཙོ་བོ་གཉིས་དེ་དེ་ཕྱག་དེ་ཡོད་རེད། དེ་ཡིན་དུས་རས་ཆུང་རྡོ་རྗེ་བྲག་རྒྱ་གར་ལ་ཕེབས། རྒྱ་གར་ལ་ཐེངས་མ་ཁ་ཤས་ཕེབས་པ་རེད། ཐེངས་མ་ཁ་ཤས་ཕེབས་ནས་ཨ་ནེ་འདི་འདྲས་བྱས་ཀྱི་རྗེས་ལ་ཡང། གཏི་སྦུག་པ་གསང་སྔགས་སྡོང་བོ་བྱས་ཏེ་ཁོང་གི་དྲུང་ནས། སྤྱི་བཏང་གི་ལུས་མེད་མཁའ་འགྲོ་ལ་སོགས་པ་སྟབས་མེད་ལྔ་ཟབ་མོ་མང་པོ་ཅེས་ཞུས། འདི་འདྲས་ཅེས་ཞུས་ནས་བོས་ལ་ཡང་ཕལ་ཁ་ལྷ་མོ་དེ་ལ་ཡང་ད་སང་ཡིན་ན་ཡིན་ཅིག་བོས་ལོག་ཕིང་གི་ཡོད་རེད་འདི་འདྲས་ཀྱི་སྐབས་ལ་ཡང་གཏི་མུག་པ་གསང་སྔགས་རྡོ་རྗེ་གེ་ཁོང་ལ་ཡང་བཀའ་གནང་ནས། ཁྱེད་རང་ད་སང་ཡིན་ན་ཡིན་བོས་ལ་ཕར་ལོག་འགྲོ་ཡ་རེད་དེ་ཡིན་དུས་འོན་ཏེ་ཡོད་ས་ཀྱི་གྲོང་ཚོ་འདྲ་བོ་ཞིག་ད་གྲོང་ཁྱེར་ཆེན་པོ་ད་ཡོད་ན་མེད་ན་གྲོང་ཚོ་རེ་ཞོལ་ས་ར་འདི་ཁྲོམ་འདི་འདྲས་ཡོད་ས་ར་བ་ཚོང་འདུས་འདི་འདྲས་ཡོད་ས་ར་འདི་ལ་ཡང་ལྟད་མོ་ལྟ་གང་ཞིག་རྒྱུ་ཟེར་ནས་བཀའ་ཕེབས་པ་རེད། ཨ་ནི་ཁོང། ད་ལྟ་རི་འབྱུང་པ་རྡོ་རྗེ་བྲག། ཚོང་འདུས་དེ་ལས་ཕེབས་པའི་སྐབས་ལ་ཡང་འདི་འདྲས་ཅིག་ལ་ཡང། ཨ་ནི་པའི། རྣལ་འབྱོར་པ། སྐུ་རྡོ་རྗེ་སྔོ་སང་སང་ཆེ་མགྱོགས་ཅིག་གིས་ཧོབ་དེ་འདྲའི་ཕེ་ནས། ཁྱེད་རང། བོད་ནས་ཡོང་ཡོད་པའི་རྣལ་འབྱོར་པ་ཆུན་ཆུན་ད་དགོང་ལོ་ཆུན་ཆུན་རེད་ཟེར་བ། ཕ་རྟ་འདུལ་པའི། རྟ་སྐུ་གསོལ་དུ་འཛུལ་བས། ཁ་ལ་བ་རེ། བྱའི་དོད་པོ་རེ་ཞིག། ཡིད་འཕྲོག་པོ་རེ་ཞིག་ཡོད་ཟེར་བ་ཡིད་འཕྲོག་པོ་རེ་ཞིག་འདུག་དེ་ལས།

འདི་འདྲའི་སྐབས་ལ་ཡང་ཏི་བུ་བ་ས་ང་རྡོ་རྗེ་ཁྱོད་ལ་ཡང་ཚིག་འདི་འདྲ་ཞིག་མེད་པ་འདི་ངས་ཤེས་ཀྱི་ཡོད་ཡིན་ན་ཡང་ཡིད་ཆེས་སྐྱེ་ཡག་དང་འདི་འདྲ་གི་ར་འཕྲོད་ཡག་གི་ཆེད་དུ་ངས་འདུག་སྟངས་པ་ཡིན་བྱས་ནས་སོང་ཨ་འདི་འདྲའི་སྐབས་ལ་ཡིན་ན་ཡང་འགྱོད་པ་ཆེ་བ་མ་རེད་འདི་ལ་སྲིད་ཐབས་ཡོད་རེད་བྱས་ནས་ཨ་ནུབ་ཀྱི་ཕྱོགས་ལ་ཡང་ཤིང་ཙན་དན་ལ་སོགས་པ་འདི་འདྲ་ཅིག་ནགས་ཁྲོད་ཅིག་གི་ནང་ལོགས་ལ་ཡང་མ་གཅིག་སྦྲུལ་པའི་རྒྱལ་མོ་བྱས་ནས་ཨ་ནི་རྣལ་འབྱོར་མ་པའི་ལོ་བརྒྱ་ཕྲག་ལྷག་སོན་པ་གང་ཞིག་ལ་ཡང་ཕ་བརྒྱད་པའི་སྐབས་ལ་ཡང་གོང་ལོ་བཅུ་དྲུག་གི་ན་ཚོད་ཅན་ཞིག་ཡོད་རེད། དེའི་ཚོད་དགའ་རྒྱུ་ཚེ་ཁོང་ལ་ཡང་འདི་འདྲ་བའི་འཆི་མེད་ཚེ་ཡོད་ད་ཅིག་ཚེ་རིང་དུ་འཕེལ་ཡག་གི་མན་ངག་དང་འདི་འདྲའི་ཁོང་ལ་ཡོད་རེད་གདམས་པ་ཟབ་མོ་ཡོད་རེད་ཁོང་གི་དྲུང་ནས་ཞུ་ཞུ་བྱས་ནས་ཏི་བུ་གསང་སྔགས་རྡོ་རྗེ་གི་རས་ཆུང་པོ་ཕ་བརྫངས་ན་བརྫངས་ན་བའི་ཐོག་ལ་ཡང་འདི་འདྲ་བའི་མ་གཅིག་སྒྲུབ་པའི་རྒྱལ་མོ་ལ་འབུལ་ཡག་གི་སྲས་དང་འདི་འདྲ་གི་བུ་བ་འདི་འདྲའི་སྐུ་བརྫངས་ཨ་ནི་ཕ་རྩོལ་བ་ཆེ་ཕ་ཕེད་འདི་འདྲ་བྱས་ལ་ཡང་མ་གཅིག་སྒྲུབ་པའི་རྒྱལ་མོ་མཇལ་ནས་ཨ་ནི་ཡང་གསོལ་བ་བཏབ་བུ་བ་འདི་འདྲ་ལ་འབུལ་ནས། ཨ་དེའི་རྗེས་ལ་ཡང། ད་ལྟའི་ང་རང་ཚོ་མ་ད་དེ་འདྲ་བའི་སྦྲུམ་མའི་རྒྱལ་མོའི། ལུགས་ནི་བརྒྱུད་པའི་ད་ཚེ་དབང་གིས་མཚོན་པའི་ཉམས་ལེན་ཟབ་མོ་འདི་ཚོ་མན་ངག་སྣང་བ་རེད། འདི་འདྲས་ཅིག་གནང་ནས་སྐབས་དེ་དུས་ཕལ་ཆེན། རས་ཆུང་པ་དགུང་ལོ་བཞི་བཅུའི་འོག་འདུག་པ་མིན་འགྲོ། ཨ་ནི་རྗེས་ལ་ད་དུང་ཐོག་ལོ་བཞི་བཅུ་ཁ་ཚེ་ནི་བྱས་ཡ་བཞི་བཅུ་བཞི་བཞི་སོ་ཞང་ག་མཐུག་པོ་རེད་བྱས་ནས་དེ་འདྲས་ཅིག་སོང་ནས། འོང་འདུག་ཟིན་པ་རེད། འོ་བྱས། ད་དེ་ནས་ཚུར་བྱས་ཨ་ནི་ཁོང་གིས་རས་ཆུང་པའི།

ད་ལྟ་དེ་རྒྱ་གར་ལ་ཕེབས་ནས་མན་ངག་ཟབ་མོ་མང་པོ་ཞུས་ཨེ་ནས་དེ་ནས་ཕ་ལོ་ཕེབས་པའི་སྐབས་དེ་བ་ལ་ཡང་ཏའེ་ཝེ་ཟི་ཐུག་ལ་ཡང་ང་རྒྱལ་དེ་འདྲ་ཡོད་རེད་ང་རྒྱལ་ང་རྒྱལ་སྐྱེ་མེད་དགོས་རེད་གཅིག་ནས་ག་རེ་ཟེར་ན་ད་རྒྱ་གར་ལ་ཕེབས་སྙི་མ་ཡིན་ན་རྒྱ་གར་ལ་ཕེབས་ཟེར་ཏེ་ལས་སླ་པོ་རྩ་བ་ཉིད་ནས་ཡོང་མ་རུང་ཐག་རིང་པོ་རེད་དཀའ་ལས་ཞེ་བོ་ཡོད་རེད། ཨ་ནང་ག་ལ་ཕེབས་པའི་སྐབས་ལ་མང་པོ་ཅིག་འདས་གྲོངས་འགྲོ་གི་ཡོད་རེད། དེ་ནས་ནང་ག་ལ་ཞི་བོ་སྒོ་དགུ་ཡོད་རེད། ཆ་རྐྱེན་ཡག་པོ་ཡོད་མ་རེད་བ། དེ་འདྲའི་ཆེད་དུ་ཨ་ནི་རྒྱ་གར་ལ་ཕེབས་ནས་སོང། དངོས་གནས་འཕགས་ཆོས་ཟབ་མོ་དང་མན་ངག་ཟབ་མོ་གནང་པའི་སྐབས་ལ་ཡང་ད་འཇོན་ཡོད་བསམ་པ་མང་པོ་ཅིག་ཐུགས་ལ་འདི་ཡོད་རེད་དངོས་གནས་དྲ་གནས་ཀྱི་སྔོན་གྱི་ལོ་ཙཱ་བ་དག་འདི་ཚོ་ཞི་བོ་བཀའ་དྲིན་ཆེན་པོ་རེད་ད། ང་ཚོ་ད་ལྟ་བས་མཇལ་ཡ་ཡོད་དེང་སྐྱོར་གྱི་ཇུས་འཇུག་དང་ཡོ་རོ་པ་དེ་ཚོ་དངོས་གནས་དྲ་གནས་ལོ་ཙཱ་བ་དང་དེ་ཚོ་གི་ཚུ་ལོ་པན་དེ་ཚོ་གི་འགྱུར་སྣང་ཡག་དང་ཁོ་ནག་ཚོ་གི་སྐུ་ལས་བསྐྱོན་པ་དེ་ཚོ་ཧ་ལས་པ་བཀའ་དྲིན་ཆེན་པོ་རེད་ང་ཚོ་ལ་ཟ་ཆོག་ཆོག་བཏུང་ཆོག་ཆོག་རང་བཞིན་བྱས་འདུག་ང་ཚོའི་མདུན་ལ་བཞག་གནང་ཡོ་རོ་པ་དེ་ཡིན་དུས་དེ་འདྲའི་འདྲ་བོ་རེད་ད་ལོ་པན་དེ་ཚོ་བཀའ་དྲིན་ཆེན་པོ་རེད་དེ་འདྲ་ཡིན་དུས་རེ་བྱུང་པ་ཚོ་རྒྱ་གར་ལ་ཕེབས་ཨ་ནི་འདི་ནས་ཕ་ལོ་ཕེབས་པའི་སྐབས་ལ་ག་རེ་ཡོ་རོ་ཟེར་ན་དང་པོ་རྗེ་བཙུན་མི་ལ་རས་པ་ལ་ཡ།

བརྩི་བ། བྱ་བ་མང་པོ་ཅིག་བྱེད་དགོས་དོན་ལས་ཀ་མང་པོ་ཅིག་གནང་དགོས་དགོས་རེད། དེ་ཡིན་དུས་བསམ་པ་ལ་ད་ཁྱེད་རང་གིས་གཞན་བསྟུད་ཡ་ད་གཞན་བསྟུད་ཡ་ཟེར་གི་རེད་པ་ད་ཅིག་དེ་འདྲས་ཀྱི་ཐུགས་དྲག་པོ་དེ་འདྲས་འགྲོ་དགོས་རེད། དེ་འདྲས་མེད་པ་ཡིན་ན་ལས་དོན་རྒྱ་ཆེན་པོ་དེ་འདྲས་བྱེད་ཐུབ་ཀྱི་མ་རེད་ད་སྔ་ནང་བཞིན་གྱི་མྱུར་བ་མྱུར་དུ་རྟགས་མཚན་མ་བསྟན་ཐུབ་ཡ་དེ་འདྲས་ཡོང་གི་མ་རེད་དེ་ཡིན་དུས་བསམ་པ་ལ་ཡ་ཐུགས་ཞབས་བརྟུན་མ་ཟེར་ནས་ཉི་མ་བདུན་ནས་རྟགས་མཚན་མ་ཁྱེད་རང་ལ་ཡོང་ཡ་དེ་འདྲས་རྙེད་དེ་མན་ངག་བཟང་མོ་མན་ངག་དེ་འདྲས་སྤྲད་འོས་ཁྱེད་རང་ལ་ཡོད་པའི་སྲས་དེ་ལྷག་ཡོད་ཟེར་བ་དེ་ཚོ་ང་ཁྱེད་ཤོ་ཟེར་ནས་སྲས་དེ་ཚོ་ཡ་བྱས།

ད་འདི་བ་རུ་ལས་ཅི་ན་གུར་དང་མང་པོ་ཡོད་རེད་ད་ཚང་མ་ཞུ་མ་ཕོ་བའི་ཞལ་ནས་གང་ལྟར་དུས་ཚོད་མི་སྡོད་ཨ་ནི་རེ་བྱུང་པས་གང་ལྟར་མན་ངག་མན་ངག་འདི་འདྲས་དང་མན་ངག་དེ་དག་ཡིག་ཐོག་ལ་འཁོད་པས་ད་ཡི་གེ་འདི་འདྲས་ང་ཚོ་ཕ་དེ་ཡིག་ཐོག་ལ་འཁོད་པས་དཔེ་ཆ་དང་འདི་འདྲས་ཡོད་རོ་བ་དཔེ་ཆ་རྩ་ཆེན་པོ་དང་འདི་ཚོ་ཨ་ནི་རྗེ་བཙུན་མི་ལ་རས་བ་ལ་ཡ་ཕུལ་ནས་ཨོ་ཡ་ཐུ་ཆེ།

དེ་འཁྲུངས་པ་ཙམ་དུ་མ་ཟད་པས་ཨ་ཁོང་གིས་འདི་འདྲས་ཅིག་བསྟོད་ར་ཕུལ་གི་ཁར་ས་ཁོ་རང་དཀའ་ལས་རྒྱབ་པའི་རྒྱབ་ར་དེ་ཚོ་བཞུས་ནས་ཇི་ཚོད་མེད་ལ་རེ་བ་ལ་ཕ་ཆགས་ཅིག་ཚེ་ང་ཚོ་སྔོན་མ་བོད་ལ་ཡ་ཕྱག་སྲོལ་ལ་ཡ་ཕྱག་ལེན་མཛད་ས་བཞིན་གུ་ཡོག་དང་པོ་ཕ་ཆགས་བོད་འདི་ནས་ཚུར་ཕྱག་ལེན་མཛད་དོན་དོ་ཐུག་ལ་ཡ་འདི་འདྲས་གསུང་གི་འདུག་ཕྱག་ལེན་རེ་ཟད་མི་ངའི་བསམ་ས་ལ་དྲན་ནས་ཨེ་ཅིག་སྐབས་ལ་ཡ་ཨ་ཇི་ཚོད་མེད་ལ་རེ་བ་གི་ད་ཐུག་སྔོན་མར་མཁྱེན་པའི་ད་ག་ནང་བཞིན་གི་ད་ཁོང་གི་གནང་སྟངས་ཀི་ཐོག་ནས་ཨོ་ད་ང་རྒྱལ་རེ་བྱུང་བའི་ཐུག་ལ་ཡ་ང་རྒྱལ་ཅིག

ཐོབ་རྒྱ། ཨ་ལས། རྣམ་ཤེས་ཡང་དབོ་བོ་ཞོག་ལ་དེ་འདྲའི་ཞིག་སྐབས་ལ་ད་རྗེ་བཙུན་མེ་ལ་རེ་བ་དང་རེ་གཞུང་མ་གཉིས་ཕར་ནང་ཀ་ལ་ཕིས་དུས་ཙམ་པ་ལ་ཡང་དེ་བ་གཡག་གི་རག་བོག་ཆེན་པོ་ཞིག་ནང་ཀ་དེ་ཡོད་པ་རེད་དེའི་དུས་ཨེ་ནས་རྗེ་བཙུན་མེ་ལ་རེ་བ་གི་གཡག་གི་རག་བོག་དེ་ཁྱི་ཤོར་གསུངས་པ་རེད་རེ་གཞུང་མ་རེ་གཞུང་མ་ཁྱི་འདུས་ཁྱོད་འདུས་བྱུང་ཡོང་བ་རེད་ད་དེའི་རག་བོག་ཅིག་ག་རེ་ཆེ་བ་རེད་ད་དུང་རེ་གཞུང་པའི།